དེ་འདྲ་ཡིན་དུས་ཚོད་ནི་ཇི་རིམ་བཞིན་གོང་མ་རབ་ཚེ་ནང་སོང་བ་དང་གཅིག་བཅས་ནི། ང། ཡང་ཕུང་པོ་ལས་དོན་གཞན་པའི། ཡང་ང་རྗེས་ཤོག་ཡང་མེད་དེ། དེ་འདྲ་ཡིན་དུས་རྩ་ནས་ང་ཟེར་ཡག་དེ། རྟོག་པས་ཕུང་པོ་ལ་བརྟེན་ནས་བཏགས་པ་ཙམ་མོ་ཟེར་ཡག་གི་ཚིག་འདི། ཐོག་སོར་དུ་བ། མགོ་ལ་འདབ་ཚོགས་ཞེས་པའི་སོར་གྱིས། ལྡིང། ལས་ཡིན་དུས་ཨོ་ད་གར་ཞེས་བྱ་བའི་སོར་གྱིས་དུ་བ་ཡང། ཚ་བ་དེ་འདྲ་ཡིན་དུས་རྩ་ནས། ད། ང་མི་འདུག་བསམ་པ་ཞིག་བློ་ལ་ཤར་གི་འདུག་བ། ད་འདི་ཕལ་ཆེར་ཡིན་ན་ཡང་ང་མི་འདུག་བསམ་པ་ཞིག་བློ་ལ་ཤར་ཡོང་དུས་ཙམ་ནས་ཕུང་སོགས་གང་ལ་བབ་བསམ་བློ་བཏང་པ་ཡིན་ན། ད་ག་ནང་བཞིན་གྱི་ཞིག་སྟོང་པའི་སྣང་བ་རུ་ཤར་མ་བྱུང་བ་ཅིག་ཡིན། ད་འདི་འདི་འདྲ་ཡིན་དུས་ཁ་ནས་ག་རེ་བཤད་ནས་མ་བཤད་ནས་ཁ་ནས་ང་རང་བཞིན་གྱི་མ་གྲུབ་པ་རེད་ཟེར་ནས་བཤད་གི་ཡོད་རེད་ང་བསྟན་འབྱུང་ཡིན་པ་རྒྱུ་མཚན་བརྩིས་ཏེ་བཤད་ཤེས་དགོས་རེད་དེ་ཡིན་ནའི་བསམ་བློའི་ནང་ལ་འཆར་སྟངས་འདི་ཕལ་ཆེར་གང་ཟག་བདག་རགས་པ་ཁེངས་ནས་གང་ཟག་རང་རྒྱལ་ཐུབ་པའི་རྫས་སུ་གྲུབ་པ་དེ་ཁེགས་པས་ཕལ་ཆེར་གང་ཟག་དང་ནི་རགས་པའི་གོ་བ་ཅིག་སྡིག་ཡོད་མིན་འགྲོ། ད་དེ་ནི་འབྲས་བུ་སྟོང་སང་གི་བློ་ཅིག་སྟོང་སང་གི་རྣམ་པ་ཅན་གྱི་བློ་ཅིག་ལས་ཡིན་འདུག་ཟེར་ནས་བློ་དེ་ད་སྟོང་ཉིད་རྟོགས་པའི་བློ་ཡིན་དམ་མིན་སྲིད་དེ་ད་དགག་བྱ་ཕྲ་མོ་ནས་ཁེགས་པ་ཡིན་དམ་མིན་སྲིད་དེ་དེ་ཕུང་སོགས་གཏན་ལ་བར་དཔྱད་པ་བྱས་པ་ཡིན་ན་ད་གིས་ང་ཡི་སྟེང་དུ་མི་འདུག་བསམ་ནས་བློ་ལ་ཤར་བདེ་བ་ནང་བཞིན་གྱི་ཕུང་སོགས་གང་ལ་མ་ཆགས་མི་བྱེད། དང་འདི་གང་ཟག་གི་དམ་ནི་རགས་པའི་གོ་བ་སླེ་འདོད་པ་མ་གཏོགས་རགས་པའི་ངེས་པར་སླེ་བ་མ་གཏོགས། ཀ་ཙོག་བདག་མེད་ཕྲ་མོའི་འདི་མེད་འདོད་པ་ཅིག་ཨན་འདིའི་ཤིང་གི་དུ་བ། ད་འདི་དཔེར་བླངས་ནས་ཡང། ད་འདི་དཔེར་བླངས་ཏེ་ང་འདི་ད། མིང་གི་དབང་གིས་ཡོད་ས་མ་གཏོགས་ཐ་སྙད་བཏགས་པའི་དབང་གིས་ཡོད་པ་མ་གཏོགས། ངག་བྱས་ནས། བདག་ག་སོགས་རེ་ཕུལ་ཡས། ནམ་རྒྱུན་གློག་ལ་ཆ་སའི་གཞི་རུ་ཁོའི་ནང་ལོགས་ལ་གསལ་བ་ཉིད་ནས་མེད་བསྡད་པ་ཅིག་གིས། གཏིང་ནས་པའི་ངེས་པ་རུ་ངེས་ཡོང་དུས་ང་དེ་རྟོགས་པའི་རྟགས་ཙམ་ཡིན་པ་ཅིག་བློ་ལ་ཤར་ན་དེའི་རིགས་འདི་དག་ནི། ད་ཕུང་སོགས་ཀྱི་ཆོས་དེ། སྐྱེས་བུ་སེམས་མིན་ཆུ་མ་ཡིན་མེ་མིན་རླུང་མིན་ནམ་མཁའ་མིན་རྣམ་ཤེས་མ་ཡིན་ཀུན་མིན་ན་དེ་ལས་གཞན་ན་སྐྱེས་བུ་གང་ཡང་མི་མཆིས་ནས་གང་ཟག་བདག་མེད་ཅིག་བཤད།

རྟགས་དོན་རྩལ་ནི་རྙེད་རྒྱུ་མེད་སྟབས་མིང་གི་དབང་གིས་ཡོད་ཙམ་ཞིག་མ་གཏོང་ད་འགྲོ་ས་མེད་སྟབས་ཅིག་བློ་ལ་ཤར་ཡོང་དུས་དེ་རིག་འདི་ལྟར་ནི་ཨེ་ནི་ཕུང་སོགས་ཀྱིས་བསྡུས་པའི་ཆོས་མདོར་ན་གཟུགས་ནས་རྣམ་མཁྱེན་གྱི་བར་གྱི་ཆོས་དེའི་དེ་ཨེ་འདྲ་དེ་ནང་བཞིན་ཡིན་པ་ཞིག་བསམ་བློ་བཏང་ཡང་ལ་ཕལ་ཆེར་ཕན་ས་རེད་བསམ་བ་འདུག་ཟེར་ནས་རྗེ་བཙུན་ཤེས་རབ་སེང་གིས་ཐོག་མར་གང་ཟག་བདག་མེད་རགས་པ་གཏན་ལ་ཕབ། དེ་བྲིས། དེ་ནས་ཡ་བྱས་ནས་ཨེ་ནི་བདག་མེད་ཕྲ་མོ་ལ་ཡ་བྲིས་ཡ་བྱས་ཀྱི་ཕྱག་ནི་འདི་བྲིས་བྱས་ལ། ཁེར་ཁྲོ་ཐམས་ཅད་མཁྱེན་པའི་དང་པོ་ནས་གང་ཟག་སྟེང་གི་བདག་མེད་ཕྲ་མོ་ནས་བྲིས་པ་ན་ཡང་ལུགས་སྲོལ་གཅིག་ཡོད་པ་ཡིན་པ་རེད། དེ་འདྲ་འདུག་བ། དེ་འདྲ་ཡང་ག་ལོའི་ལྟ་ཁྲིད་ནང་འདྲི་འདུག་དེ་གནད་འགག་ཆེན་པོ་ཡོད་ས་རེད་བསམ་ཁྲལ་ཡང་སོང། ད་བར་ངར་འཛིན་པའི་བློ་སྐྱེ་ཡི་འདུག་རྩ་ནས་ཕུང་པོ་དང་མཚན་ཉིད་མི་མཐུན་པའི་ངར་འཛིན་པའི་བློ་གཅིག་ཕུང་པོ་དང་མཚན་ཉིད་མཐུན་པའི་ངར་འཛིན་པའི་བློ། དང་དུ་འདུག་བསམ་བློ་བཏང་ན། དང། ང་རང་ཚོ་བློ་ལ་ཡ་ཕལ་ཆེར་ཁུ་སིལ་བ་སྐམ་ཡུལ་ལ་བྱུང་ཚར་རེད། ཡིད་རུ་བརྩི་བ་ཡིན་ན་ནམ་ཡང་ནམ་སང་འགྱུར་འགྲོ་གི་ཡོད་རེད། ཕུང་པོ་ཡ་ལུས་ཀྱི་དེ་ཁོ་འགྱུར་འགྲོ་ཡ་ཅིག་ཡིན། ད་ལྟའི་ལུས་དེ་སྐྱེས་པའི་ཁ་ཐུག་གི་ལུས་དེ་ཡིན་བསམ་པ་ཧ་ལམ་བློ་ལ་ཤར་གི་མི་འདུག་བ། ཡིན་ནའི་ང་དེ། སྐྱེས་པའི་ཁ་ཐུག་གི་ང་ད་ག། རྒྱུན་གྱི་ཆ་ནས། གང་སོགས་རེད། ཁོ་ཏང་སོགས་ཀྱི་སྔ་ཕྱི་གཅིག་འཛིན་བྱེད་མི་འདོད་ཀྱི་རེད། ཡུལ་དུས་རང་བཞིན་འདྲེས་སྡད་ཡོང་ས་རེད་ཅེས་ཧ་ལམ་ཧ་ལམ་ལོག་ལ་ཤི་རུ་ཤི་བྱེད་དོ། ང་དེ་དུས་ནས་ཡོད་ཟེར། ཨ་ནི་སྐྱག་རྔ་མ་དྲན་ངེས་བཞིན་པ་ཡིན་ན་ང་དེ་དུས་ནས་ཡོད་ཟེར་ཅེས་ཀྱི། ཕུང་པོ་དེ་སྐད་ཅིག་སྐད་ཅིག་གིས་འགྱུར་འགྲོ་ངེས། ཕུང་པོ་ལོག་དབང་བསྐྱུར་ངེས་ང་དེ་སྐད་ཅིག་སྐད་ཅིག་གིས་མ་འགྱུར་ངེས་ཤིག་ལོག་ལ་ཅིག་སླེབས་དགོས་འདུག་བ། ང་དེ་དུས་ནས་ཡོད་ཟེར། ང་ལྷ་སར་ཡོང་པའི་གི་འདུག་ལ། ད་ལྟའི་ལུས་འདི་ལྷ་སར་ཡོང་པའི་གི་འདུག་སྐད་ཅིག་ཕལ་ཆེར་ཤེས་ཀྱི་མ་རེད་ཕལ་ཆེར་ལོག་ལ་ཤེས་ཀྱི་མ་རེད་ལོག་ལ་ཤེས་ཀྱི་ཡོད་མ་རེད། ཕུང་པོ་དེ་རྒྱུར་འགྲུབ་ཡོད་པ་བློ་ལ་ཤར་ཏེ། ང་དེ་རྒྱུ་གི་མེད་པ་རེད་ཤེས་ལྟ་དེའི་ཕུང་པོ་དེ་སེམས་ཉིད་མི་མཐུན་པའི་ངར་འཛིན་ཡོང་སྟངས་འདྲ་པོ་ཞིག་འདུག་ག་ལྟ་དེ་ཕ་ཡག་པོ་བསམ་བཏང་པ་ཡིན་ན་ཨེ་ནི་དེ་འདྲའི་འདྲ་པོའི་ང་དེ་མེད་པ་ཞིག་བསམ་བཏང་པ་ཡིན་ནའི་ག་ཚོད་བསམ་བཏང་པ་ཡིན་ནའི་ཨེ་ནི་ཁ་སོ་སྟག་གཅིག་རང་བས་བདག་འགོག་ཡག་གི་ནུས་པ་རེ་ཞིག་མ་གཏོགས་མི་འདུག་ག།

ང་ཚོ་གཅིག་སྐུ་མཁར་རོ་བཙུགས་ནས་ནི་ང་ཟེར་ལོག་ལ་ཆགས་ཀྱི་རེད་ད་དེ་ང་དེ་ནི་སེམས་ལ་བཟུང་ཡ་དེ་ཡ་ཡག་པོ་རེད་དེ་ཡིན་ནའི་ཁ་ཤུགས་ཆེ་དེ་རེད་བཞག་ད་དེ་དབོན་གོ་བ་བཟུང་ཡ་བཟུང་དེ་ཡ་དེ་ས་ད་དེ་དབོན་གོ་བ་བཟུང་ན་ཡ་དགག་བྱ་ངོས་འཛིན་ཁུ་དོ་དེ་ལུང་དྲང་ན་ལུང་དྲང་བཞག་པས་ཨེ་ནི། སྣ་ཚོགས་ཡི་ག་མེ་ཏོག་ཁ་བྱེ་ཞིང་གསེར་གྱི་ཁང་ཆུང་འབར་བ་འདི་འདྲ་བ་འདི་འདྲ་འདི་ལའང་བྱེད་པོ་འགའ་མེད་དེ་འདི་དག་རྟོགས་པའི་དབང་གིས་ག་ས་བཞག་པ་ཡིན་རྟོགས་པའི་དབང་གིས་འཇིག་རྟེན་རྣམས་དག་སྟེ་ས་ད་དེ།

ལྟ་བ་འདི་གལ་ཏེ། ཁོ་རང་རང་གི་མཚན་ཉིད་མ་ཆོག་རང་རང་གི་ངོ་བོ་འཛིན་ངན་ཇི་ལྟར་ཡོད་དེ་ཡོད་རེད་དེ་ཡིན་ནའི་དེ་དུག་ས་བསལ་བ་ཡིན་ན་རྩ་བ་ནས་ཡལ་མེད་དེ་བྱས་ཀྱི་ལྟ་བ་དེ་གི་ཞུ་ཡ་དེ་རེད་ང་རྙེད་རྒྱུ་མེད་དེ་བ་དེ་ག་ནང་བཞིན་ཕུང་སོགས་ཀྱི་ཆོས་དེ་དེ་རྙེད་རྒྱུ་མེད་དེ་བ་ཕྱིའི་ཡས་པས་ན་ཤིང་ཟེར་བ་ཡིན་ན། ད་ཤིང་གི་ལོ་མ་ལ་ཟེར་གི་ཡོད་རེད་བས་ཤིང་གི་དེ་ཡལ་ག་ལ་ཟེར་གི་ཡོད་རེད་བས་སྡོང་པོ་ལ་ཟེར་གི་ཡོད་རེད་བས་རྩ་བ་ལ་ཟེར་གི་ཡོད་རེད་བས་ས་ལྟ་གི་དབྱིབས་ལ་ཟེར་གི་ཡོད་རེད་བས་ཁ་དོག་ལ་ཟེར་གི་ཡོད་རེད་བསལ་བ་ཡིན་ན་ཉལ་མེད་དེ་བ་བྱས་ཀྱི། རྟ་ཁོ་ད་དོང་རུ་བཟོས་བྱས་ཨིན་རྟ་དེ་རེད་ཤིང་རེད་བྱ་རུ་ཤིང་སྡོང་པོ་བྱ་རུ། ད་རུང་ཞིག་མིའི་ལུས་ལུས་བྱས་ནས་མགོ་དང། ལག་པ་དང་རྐང་པ་དང་ཅི་འདུག་ཚང་མ་ལ་ཚུར་རུ་རུ་བྱས་བྱས་བྱས། ཡང་ལག་པ་ཆུང་བ་བཅའ་བ་ཡིན་ནས་ད་ད་རུ་ལུས་ཡོད་དེ་བས་སོར་བྱས། རྐང་པ་ལྗང་ལོ་བཅའ་བ་ཡིན་ནས་ལུས།

ཨ་འདི་དབུ་མ་རིག་བྱེད་ཁྲོད་ན་ལ་དེ་ནི་དཔེ་རྩ་ཆེན་པོ་རེད་ཤག། སྐྱེས་བུ་སེམས་ཡིན་མིན་ལ་རྣམ་ཤེས་མ་ཡིན་ཀུན་མིན་ན་དེ་ལས་གཞན་ན་སྐྱེས་བུ་གང་བྱས་ནས་སྐྱེས་བུ་བཙལ་ནས་ཉལ་ཡང་མི་འདུག་ག་འདི་གསུངས། འདི་ཞུགས་ཏེ་ཡང་དག་མ་ཡིན་ཟེར་ནས་མ་བྱར་བྱས། འདི་ཞུགས་ཏེ་ངས་ལ་སྐྱེས་བུ་ཁམས་དྲུག་འདུས་པའི་ཕྱིར་ཟེར་ཡག་གི་ཚིག་འདི་བཞག་འདུག་ག། ད་སྐྱིད་པོ། བཙན་ནི་སྙིགས་རྒྱུ་མེད་དེ་བ་དེ་གི་སྟངས་སྟབས་དཀའ། ཆད་འདོད་ཀྱང་བཀག་ན་མ་གཏོགས་འགྲུལ་ཁང་མར་བ་སྐྱིད་པོ་ཁམས་དྲུག་འདུས་པ་ལ་བརྟེན་ནས་བཞག་པ་རེད། སྐྱིད་པོ་ཁམས་དྲུག་འདུས་པའི་ཕྱིར། ད་སྐྱིད་པོ་ཁམས་དྲུག་འདུས་པ་ལ་བརྟེན་ནས་བཏགས་པ་རེད། བརྟེན་ནས་བསལ་ཏེ་དབུ་མ་འཇུག་པའི་ནང་རིག་གསར་བསལ་བའི་ཆ་རེད། དེ་ནི་དེ་ཉིད་མཐོང་བ་འཇིག་རྟེན་དུ་རྣམ་པ་བདུན་གྱིས་འགྲུབ་འགྱུར་མིན་མོད་ཀྱི། རྣམ་བཅད་མེད་པར་འཇིག་རྟེན་ཉིད་ལས་འདིར་རང་གི་ཡང་ན་བརྟེན་ནས་ལྡོག་པ་ཡིན། སྲིད། ད་དེ་གི་དང། རྩ་ཤེར་གྱི་ཚིག་འདི་རྩ་ཤེར་རོ། རིན་ཆེན་ཕྲེང་བའི་ཚིག་འདི་གང་ལ་གནོད་པའི་རྟགས་དག་ཕྱིན་སོང་བ། ས་དེ་རེ་ཡིན་དུས་སྐྱེས་བུ་ཁམས་དྲུག་འདུས་པ་ལ་བརྟེན་ནས་བཞག་པ་རེད། ད་དེའི་ཞུ་སྒོ་དེ་ཡང་དག་མ་ཡིན་གསུངས་སོང་བ། དཔེ་ཡག་པོ་འདུག་བ། རྟགས་འདི་དེ་དགག། མཆན་འདི་དེ་དགག། ཡང་དག་པ་མེད་པ། ཡང་དག་ཏུ་གྲུབ་པ་མ་རེད། མེད་པ་མ་རེད། གྲུབ་དེ་ཡང་རེད། ནས་ཡང་དག་པར་གྲུབ་པ་མ་རེད་ཟེར་རྟགས་དག་ལེགས་འདུག་བ། ར་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཨ་མདའ་དེ།

ཡོད་པ་ནི་རེད། ད་ཡུལ་ཚོའི་དེ་ཇོ་མི་ཞིག་ས་གཞི་སྟེགས་བཞི་ནང་སོང་བ་ནང་བཞིན། ཡང་ན་ཡུལ་གྱི་ངོས་ནས་གྲུབ་དགོས་ཀྱི་ཡོད་རེད། ཡུལ་གྱི་ངོས་ནས་གྲུབ་པའི་ཡོད་པ་ཡིན་དགོས་ཀྱི་ཡོད་རེད། ཡང་ན་མིང་གི་ཕར་ཐག་ཙམ་གྱི་ཡོད་པ་ཡིན་དགོས་ཀྱི་ཡོད་རེད་དེ་གཉིས་མ་གཏོགས་འགྲོ་ས་ཡང་མ་རེད། ད་འདི་གཉིས་ལས། ཡུལ་གྱི་ངོས་ནས་གྲུབ་པ་ལ་རིགས་པས་གནོད་ཡོང་དུས་ད་མིང་གི་དབང་གིས་ཕར་ཐག་ཙམ་མིང་གི་དབང་གིས་ད་ཞག་ཙམ་དེ་མ་གཏོགས་འགྲོ་ས་མི་འདུག་ག། ད་དེ་ནས་ང་རང་ཚོ་བློ་ལ་ག་རེ་བྱ་འོས་འདུག་བསམ་བློ་ཞིག་བཏང་པ་ཡིན་ན། ང། ཟེར་བ་བློ་ལ་ཤར་དུས། མིང་གི་བར་ཐག་ཙམ་མི་འཆང་བར་དོན་གྱི་ངོས་ནས་སྤྲོས་པ། གཞན། གཞན་གང་ཟག་ཡིན་ནའི་འདྲ། ཅིག་གི་ཕྱི་རོལ་ལ་ཆོས་གང་དང་གང་ཡིན་ནའི། ཡི་གེ་སངས་རྒྱས་ཆ་བཞག་ནས། བཅོམ་ལྡན་འདས་ལ་སྐྱབས་སུ་མཆིའོ་སོགས་ལབ་ཙེ་བསྩལ་ནས་སངས་རྒྱས་བཅོམ་ལྡན་འདས། ལིང་ངེ་ཚུལ་བློ་ལ་ཤར་གི་འདུག་བ། ཨ་ནི། ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མིན་དེར་དེ་མིན། དེ་བཞིན་གཤེགས་པ་ཕུང་ལྡན་མིན། དེ་བཞིན་པ་གང་ཞིག་ཡིན་སྲིད་ལབ་དུས།

དཔེར་བྱ་བྱ་ན་ར། ཕུང་མིན་དཔེར་ང་རར་བྱ་བྱ་བ་ཡིན་ན་ཕུང་མིན་ཕུང་པོ་ལས་གཞན་མིན། གཏན་ཚིགས་ཀྱ། ག་ས། ཕུང་མིན་ག་ས། ཕུང་མིན་ཕུང་པོ་ལས་གཞན་མིན། དེ་ལ་ཕུང་མེད་དེར་དེ་མེད། གཏན་ཚིགས་རྒྱ་མཚོ་ཕུང་ལྡན་མིན། གཏན་ཚིགས་རྒྱ་མཚོ་གང་ཞིག་ཡིན་སྲིད་ལབ་ན། ད་རུ་འདུག་མི་འདུག་བ། ད་འདུག་བསམ་བཏང། ཉེ་ཡང་མི་འདུག་བ། ད་འོ་དེ་འདྲ་བ་ཅིག་བསམ་བཏང་ཡོད་འདུག་ཨེ་ནི། ཁོ་རྙེད་རྒྱུ་མེད་བསྡད་པ། མེད་པ་མ་རེད།

དེ་ལྟར་དུ་སྒྲུབ་པ་ཅིག་གཏན་ནས་མེད་ཟེར་ན་ད་ཐག་བཅད་ནས་ངེས་པར་འགྲེལ་པ་ཅིག་བསྐུར་དགོས་པ་རེད། ད་ཆགས་སྡང་གི་བློ་སྐྱེ་བ་དེ་ཡིད་དེ་གཞི་ལ་བཞག་པའི་ཐོག་ལ། ཡུལ་གྱི་ངོས་ནས་ཡོད་དེ་བས་སྣང་བ་ཤར་དེ་ཡང་ད་དེ་གཞི་ལ་བཞག་ནས། ཨེ་ནི། དེའི་ཡུལ་གྱི་ཁྱད་པར་རེ་རེ་ལ་ཡང་འདི་ཡག་པོ་འདུག་ཟེར་ནས་ཆགས་པ་སྐྱེ་ཡ་འདི་སྡུག་པོ་འདུག་ཟེར་ནས་ཞེ་སྡང་སྐྱེ་ཡ། ཡོད་མི་འདུག་ག། བ་དེ་ཡིན་པ་རེད། ཡང་བ་གོ་རིམ་གྱི་བར་ད་བསམ་བཏང་ནས་ཅིག་བསམ་བློ་བཏང་པ་ཡིན་ན་གོ་བློ་དེ་ཅིག་ལེགས་འདུག་བ་ག་དོན་སུ་ནས་བློ་དེ་ཅིག་ཨེ་ནི། རྒྱུ་མཚན་གཙོ་བོ་དེ་གཏན་གྱི་འབྲེལ་བར་འབྱུང་བ་ཡིན་པ་ཟེར་ད་འདི་མ་བསམ་བཏང་ཡོང་ན་ཨེ་ནི་མཐའ་གཉིས་སེལ་ལུགས་གོ་ཐུབ་མ་ཡིན་པ་ཞིག་ད་ཡོང་ཡ་རེད་བ་དེ་འདྲའི་ཡིན་པ་རེད།